གཏམ་རྒྱུད་ཀྱི་ལམ་ནས་མེས་པོའི་ཞབས་རྗེས་འཚོལ་བ། སྒྲ་དེ་ལས་གཏམ་རྒྱུད་ཀྱི་ལམ་ནས་མེས་པོའི་ཞབས་རྗེས་འཚོལ་བ་ཟེར་བའི་སྒྲ་དེ་དེ་མང་ཆེ་ངས་དོ་སྣང་བྱས་བྱུང་འདི་ཚོའི་ནང་ལ་ཡ་གོས་ཀྱི་སྔོན་བྱོན་གྱི་གྲགས་ཅན་མི་སྣ་ནི་མཁས་པ་གྲུབ་རྟོག་འདི་ཚོའི་གི་རྣམ་དག་དང་ལོ་རྒྱུས་དེ་ཚོ་ངོ་སྤྲོད་ཞེ་དྲག་ཡག་པོ་གནང་གི་འདུག་ངོ་སྤྲོད་གནང་བ་དེ་ཚོ་ཡི་ཡི་གེ་ཙམ་མ་ཡིན་པ་མཉམ་དུ་སྒྲ་ཡོད་པ་བྱས་ནས་སྒྲ་དེ་ཡང་ཅིག་ལ་ཞིག་དེ་འདྲ་མ་ཡིན་པ་སྒྲ་ཉམས་དང་ལྡན་པ་སྒྲ་གསལ་པོ་སྒྲ་དག་པོ། ཡོད་ཙང་དེའི་འདུས་བོད་པའི་གཞོན་སྐྱེས་ཚོས་ཀྱིས་དོ་སྣང་གནང་པ་ཡིན་ན་བོད་སྐད་ཀྱི་སྒྲ་མདངས་ཡག་པོ་ཞན་ཐུབ་པ་ཨང་དག་ནང་བཞིན་དེ་ལ་བརྟེན་ནས་བོད་ཀྱི་འདས་པའི་གི་ལོ་རྒྱུས་ཀྱི་གནས་ཚུལ་མང་པོ་ཆེ་ལས་སླ་པོ་ཆེ་ནས་ཤེས་འདོད་ཡག་གི་ཁྱད་ཆོས་འདུག་ད་ག་ནང་བཞིན་ཡང་འདི་སྒྲ་དང་ཡི་གེ་གཉིས་མཉམ་དུ་འགྲོ་མི་འོང་བ་བཅས་སྒྲ་གཅིག་པུ་སོ་སོའི་ག་བ་ལ་སོགས་པའི་ནང་ལ་ཡ། སྐྲ་འཁྱུག་བྱས་ནས་སེམས་པས་ཡིན་ན་ཨ་ནི་ཡར་མར་འགྲོ་བའི་སྐབས་རེད་ཡ། དུས་ཚོད་མང་པོ་འཕྲོ་བརླག་འགྲོ་མ་གོ་བ་མཐོང་ནས། ལས་སླ་པོ་ཅན་ནི་ཡང་བོད་ཀྱི་གནས་ཚུལ་མང་པོ་ཞིག་ཤེས་འདུག་ཡ་སྐད་ཆོས་འདུག། ཟླ་ག་ནང་བཞིན་འདིའི་ནང་ལ་ཡ། མི་སྣ་བསྟོད་ཚུལ་གྱི། དགོངས་པ་བཞེས་སྟངས། ཀུན་སྤྱོད་བསྐྱེད་སྟངས་སྐུ་ལས་བསྐྱོན་སྟངས། དུ་ཚོད་གསལ་པོ་ཡོད་པ། རྩ་བའི་རྣམ་ཐར་དུ་ཚོད་དང་གྲགས་རྒྱས་པོ་ཞུ་འོར་ཏེ། འདིའི་དཔེ་དེ་རྒྱས་བསྡུས་འཚམས་པོ། དེང་རབས་ཀྱི་མིའི་གི་བློ་ལ་ཡ་མཚམས་པ་ཅིག་བསྒྲིགས་ཡོད་དུས་དོ་སྣང་གནང་པས་ཡིན་ན་སོ་སོའི་གི་བསམ་བློའི་ནས་ཚད་མ་ནུས་སྤྱོད་ལམ་དག་གནང་བཞིན་རྒྱུན་ལྡན་གི་ག་སོ་ར་སོ་སོའི་གི་སེམས་ཀི་བདེ་སྐྱིད་དོ་ཚོ་ལ་ཡ་ཕན་ཐོག་ཆེན་པོ་ཡོང་ས་རེད་བསམ་གི་འདུག་དག་གནང་བཞིན་ཕྱི་རྒྱལ་བོད་སྐད་སྦྱོང་མཁན་ཚོ་ལ་ཡ་ཨེ་དེ་བདེན་དེ་ཕན་ཐོག་ཡོང་ས་རེད་བསམ་གི་འདུག་དེང་དུས་དེ་ཐོག་ལས་ཕྱ་ལས་གནང་མཁན་ཚང་པོ་ཚང་མ་ནོར་ལ་ཡ་དུས་རྗེས་ཤོས་ཡིན།